མིན་པ་ལྟར་ངུ་གི་འདུག་དེ་འདྲ་ཡིན་པ་སོང་ཙང་ད་དེ་རིང་ང་ཚོས་ཁོ་རང་ངུ་དགོས་ཡ་ལ་ང་ཚོས་མཉམ་པོ་བལྟ་གིན་གདའ། གནས་ཆུ་འཁོར་གྱི་འདུག་ལྷག་པར་དུ། རྒྱ་གོར་རོམ་གྱི་ཐུགས་ཕམ་ཡག་དང་རྒྱ་གོར་རོམ་གྱི་ལ་ཁ་གདངས་ཡག་འདི་རིགས།

དེ་འདྲ་ཡིན་པ་སོང་ཙང་ཁྱེད་རང་གི་སྤེན་པ་ཚེ་ལ་རྒྱབ་སྐྱོར་བྱེད་པ་དེ་ནོར་འདི་ཡོད་རེད་ཁྱེད་རང་གི་སྤེན་པ་ཚེ་ལ་རྒྱབ་སྐྱོར་བྱེད་པ་ཡིན་ན་དེ་ནས་ཁྱེད་རང་གི་སྐུ་མདུན་ལ་བཅང་བརྗོད་བྱེད་མཁན་དེ་ཚོ་ལ་ཁུ་ཁ་ཏི་བཅག་གི་ཡིན་ཟེར་པ་ཡིན་ན་ཚིག་སྐྱུག་ཆགས་འདི་ཡོད་རེད Hypocrisy ཟེར་གྱི་ཡོད་དེ་ཆགས་འདི་ཡོད་རེད་ངོ་གནོད་ཆགས་འདི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཁྱེད་རང་གི་རྒྱབ་སྐྱོར་བྱེད་ས་ནོར་འདི་ཡོད་རེད། རྒྱུ་མཚན་གཉིས་པ་དེ་ག་རེ་རེད་ཟེར་བ་ཡིན་ན་ཁྱེད་རང་གི་ལྷ་རྒྱལ་ར་རྣམ་རྒྱལ་འགྲོ་དཀའ་དཀའ་སྐུ་འདུག་ལ་ཚད་མེད་ཤི་མེད་གསུང་གི་གསུང་གི་ལ་ཡང་ཁྱེད་རང་གི་ཤི་འདུག་ཟེར་ནས་གི་ཡོང་དུ་བསྐྱལ་དུ་སྒྲུབ་ནས་གི་གོ། ལྷག་པར་དུ་རྣམ་རྒྱལ་འགྲོ་དཀའ་དཀའ་སྐད་ཆ་མ་བཤད་པ་ཅིག་བཤད་འདུག་ཟེར་ནས་གི་གོ་ཁྱེད་རང་གི་ཨུ་ཚུགས་རྒྱག་གི་འདུག་ཡིན་པ་ཡིན་ན་ཁྱེད་རང་དང་ལྟ་བ་མཐུན་པ་དེ་ཚོ་ཡོང་བ་ཡིན་ན་དེ་ཚོ་ལ་ཁྱེད་རང་གི་སྐུ་འདུག་ལ་ཚད་མེད་ཤི་འདུག་ཟེར་ནས་གི་གོ་སྐྱོང་བརྗོད་བྱ་ཡོང་དུ།

ཏང་ཨུའི་ཆབ་སྲིད་ཀྱི་ལྟ་བ་ག་རེ་རེད་གསུངས་པའི་ནང་ཏང་རང་དབང་རང་བ་སྐུལ་འདེད་རང་དབང་རེད་ཅེས་གསུངས་ཡོད་རེད། ཀུན་བཏུས་དང་ཆབ་སྲིད་ཀྱི་ལྟ་བ་མཐུན་གྱི་མི་འདུག་རང་བཙན་གྱི་ལྟ་བ་འཛིན་གྱི་འདུག་ཡང་མིན་ན་ལྟ་བ་གཞན་པ་གཅིག་འཛིན་གྱི་འདུག་ཟེར་ནས་དེ་ལ་ཁ་གཡར་ནས་ཀུན་བཏུས་ལ་དགའ་བོ་མི་འདུག་དགའ་ཞེན་མི་འདུག་བརྩེ་བ་མི་འདུག་གུས་ཞབས་མི་འདུག་ཟེར་བ་ནི་རྩ་བ་ནས་འགྲིག་གི་ཡོད་མ་རེད། ཀུན་དུ་དང་ཆབ་སྲིད་ཀྱི་ལྟ་བ་ཐ་མ་དེ་དང་ཀུན་དུ་དགེ་བ་ལ་བརྩི་བ་ཡོད་པ་དང་དགའ་བ་ཡོད་པ་དེ་ཚོ་ལོག་པར་བ་པོ་གི་སྤྱི་ཡིན་པ་ཡིན་ནའང་སུ་སུ་པ་ལ་ལྟ་བ་ཚང་མ་མཐུན་དགོས་ཡ་རྩ་བ་ཉིད་ཀྱི་ཡོད་མར་བ་པོ་གི་དེ་སུ་སུ་པ་ལ་ཆབ་སྲིད་སྒོ་ནས་ལྟ་བ་མཐུན་གྱི་མི་འདུག་རིག་གཞུང་སྒོ་ནས་ཀྱི་ལྟ་བ་མཐུན་གྱི་མི་འདུག་དེ་འདྲ་ཡིན་པ་སོང་ཙང་པོ་གི་དེ་པ་ལ་ལ་དགེ་བྱ་བ་མི་འདུག་བརྩི་བ་མི་འདུག་བརྩི་མཁན་མི་འདུག་ཚུལ་དང་རྩ་བ་ཉིད་ནས་འགྲིག་གི་ཡོད་མར་བ།

ཀུན་འདུས་ཡིན་པ་ཡིན་ན་གཙོ་བོ་དང་དགེ་ལུགས་པར་བ། དེ་ཆོས་རྒྱུད་གཞན་པ་ཚང་མ་དགེ་ལུགས་པ་རེད་མི་འདུག་ལྟ་བ་དང་གི་མི་འདུག་དེ་འདྲ་ཡིན་པ་ཚང་ཚང་ཀུན་འདུས་ལ་དགའ་ཞེན་མི་འདུག་བརྩེ་བ་མི་འདུག་དད་པ་མི་འདུག་ཟེར་ན་རྩ་བ་ཉིད་འདི་སྐྱོ་བ་མ་རོགས། དེའི་ཡིད་དབང་དུ་ལོག་ག་ལོག་པ་སྐད་དགོས་དེ་སྐད་ཆེན་པོ་ཞུ་ཅི་རེད་དེ། སྐད་མ་ཤེས་པ་ཅན་ནས་སྐད་དེ་ནས་ཀུན་འདུས་དང་ཆབ་སྲིད་ཀྱི་ལྟ་བ་དང་གི་མི་འདུག་ཟེར་བ་ཡིན་ན། ལྟ་བ་མ་མཐུན་པ་སྐད་ཆ་བཤད་པ་ཡིན་ན་ཀུན་འདུས་ལ་ཁ་གཏོང་སོང་ཀུན་འདུས་ལ་དགའ་བ་མི་འདུག་བརྩེ་བ་མི་འདུག་ཟེར་ནས་ཁོས་སྟེགས་གྲམ་ནས་འགྲོ་གི་དང།

ཀུན་འདུས་བོད་པ་གྱི་སྨྲ་བརྗོད་རང་དབང་དང་བསམ་བློ་རང་དབང་འཕྲོག་མཁན་གྱི་དགེ་སྤྱོད་པ་ཅིག་ལ་འགྲིག་གི་འདུག་དེ་འདྲ་བྱེད་པ་ཡིན་ན་ཁོང་ཚོས་ཀུན་འདུས་རྐང་པ་འདི་ག་མ་འཐེན་གི་ཡོད་རེད་ཀུན་འདུས་ཀྱི་བཀའ་དགོངས་དང་འགལ་འདི་ཡོད་རེད། ཀུན་འདུས་ཀྱི་དགོངས་པ་གྱི་མང་གཙོ་གྱི་ལྟ་གྲུབ་དང་འགལ་འདི་ཡོད་རེད། ཁྱོད་ཚོས་བསམ་བློ་ཡག་པོ་བཏང་རོགས་གྱིས། མི་མང་པོ་གཅིག་གིས་ང་དགུ་གཉིས་པ་རེད་ཟེར་བར། མི་མང་པོ་གཅིག་གིས་ང་དར་ནག་རེད་ཟེར་བར་མི་མང་པོ་གཅིག་གིས་ང་རྒྱ་མིའི་སོ་པ་རེད་ཟེར་བར་ག་རེ་བླ་ནི་རེད་ཁྱད་པར་མི་འདུག། ཁྱོད་ཚོས་རྒྱ་གར་རོམ་འདི་ལ་ཁ་ཁྱོད་མ་གནང་རོགས་གྱིས།